བློ་བཟང་ཚེ་དཔག་ལ་བཀྲ་ཤིས་བདེ་ལེགས། ཚུལ་ཁྲིམས་མེད་རབས་ཐུབ་བསྟན་དར་བ་ཚུལ་ཁྲིམས་མེད་རབས། སྐད་སྙན་པོ་འདུག་བློ་བཟང་ཚེ་དཔག་ལ་མཐོ་ཆེ་ན་བཀའ་དྲིན་ཆེ་མཐོ་ཆེ་ན་སྐད་སྙན་པོ་ཡོད་མ་རེད་ད་རྣམ་པ་ཚོ་ད་ལྟ་མི་ཁ་ཤས་ལས་སོང་ན་ནི།

རྣམ་པ་ཚོ་ལ་ཡང་བཤད་ན་བསམ་ཚར་བ་ཞིག་དྲན་སོང། བསམ་ཚར་སྐར་མ་གཅིག་གཉིས་བཞུད་དང་ད་ལྟ་མི་གསུམ་སོ་བཞི་བྱེད་འདུག་ཨ། བསྟན་འཛིན་ཚེ་གསུམ་བཀྲ་ཤིས་བཀྲ་ཤིས་བདེ་ལེགས་བ་ཅིང་ཧྲམ་ཁྲོ་ཁྲོ་མཐོ་ཆེ་ན་བསྟན་འཛིན་ལ། ད་བསྟན་འཛིན་ལ་འདི་མ་ལམ་སང་མ་ཕེབས་ཨ་རྣམ་པ་ཚོ་བཞུགས་ཏེ་ཨ། ད་ང་ཚོ་སྤྱོད་ཚུལ་སྒྲིག་ཚུལ་ནང་ལོགས་ལ་ཡང་ཅོ་མིང་དུ་བྱས་ཅེས་དེ་རིང་ནས་མིང་གསར་བ་ཞིག་སྤྲད་བཞག་གོ། ཅོ་མིང་དུ་ལགས་ཀྱི་དགང་བློ་ལ།

ལགས་སོ། ནི་སྐར་མ་བཅས་གཉིས་ཀྱི་ཞུ་དང་ནི། ད་ལྟ་བཞི་བཞི་ཞེ་ལྔ་སོ། ལྔ་བཅུ་ལྔ་ལྔ་བཅུ་ལས་སོ་ན། ཨ་ནི་ངོ་བོ་ཤེས་རབ་བཀྲ་ཤིས་བདེ་ལེགས། སྐུ་ཁམས་བཟང་པོ་བཀྲ་ཤིས་བདེ་ལེགས་ཚེ་ལྷ་རྒྱལ་ལ་བཀྲ་ཤིས་བདེ་ལེགས། ལགས་སོ། ད་ལྔ་བཅུ་ཐམ་པ་ལས་སོ། ཨ་ནི། རྣམ་པ་ཚོ་ཚང་མ་ལ་ང་གཏམ་དྲི་ཚི་རིང་ངོ་ན་ནི། ཨ་ནི་ལྔ་དགུ་དུས་གསུམ་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཡོད། ད་དེ་རིང། འདི་ད་དེ་རིང་གི། དེ་རིང་ནི་སུ་ནི། ངེད་ཀྱི་བརྙན་ཐུང། ནག་པོ་ཚོ་ག་ཚེ་མ་ཟིག་ནི་ཕེབས་པ་ཡིན་ནས། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲི། དང་ད་ཐུག་ཐུག་ནང་ལོག་ལ་བཟང་སྤྱོད་ལྡན་ནི་བཟང་སྤྱོད་ལྡན། དུས་ནི་རེ་བ་ཁོ་རང་ལ་ཡང་མི་སྒེར་པ་ཅིག་ལ། ཆེ་མཐོང་ཅིག་སྤྲད་རྗེས་ཚོགས་གཙོ་ཟུར་པ་བྱས་རྗེས་བོད་སྡེ་བའི། དེ་རིང་ནས་བཟུང་ནས་ཕ་ད། ཁོ་རང་ལ་ཡ་ཚོགས་གཙོ་ཟུར་པ་ཡི་བུ་ཡ་གི་ད། གཅིག་གིས་གར་ཟེར་བ་རེད། འདོད་པ་དང་གདིང་བུ་ལེགས་གི་མི་འདུག་སོང་ཙང་ད་རིང་ནས་བཟུང་ནས་ཕ་ད། ཁོ་རང་ལ་ཡ་ཅོ་མིང་འདུག་ལ། མི་འདུག་མི་འདུག་མི་འདུག། ཡ་ལ་འགྲོ་ན་ཡི་མི་འདུག་མ་ལ་འགྲོ་ན་ཡི་མི་འདུག་ཕ་ལ་འགྲོ་ན་ཅོ་བྱས་ཙང། ད་རིང་ནས་བཟུང་ནས་ཕ་ད་ཁོ་རང་མིང་ལ་ཡ་ཅོ་མི་འདུག་བྱ་ཡ་ཡིན། སོང་ཙང་ད་རིང་གི་དུས་ཚོད་འདིའི་ནང་ལོགས་ལ། ད་ཡང་ང་ཚོ་ཨ་རི་རེད་ཁ་ན་ར་རེད་ག་བ་རེད་ཡ། ཅིག་གི་ཟོང་དོ་རིན་པོ་ཆེ་གི་སྐད་འདྲ་པོ་ཅིག་བསྟུན་ཡོད་ཅིག་སྐད་བཤད་དེ་ངས་ཇི་ཡོད་ད་ཁོ་རང་གི་མིང་འདི་ང་དྲན་གི་མི་འདུག་ཁོས་གི་གཞས་འདྲ་པོ་ཅིག་བཏང་རྗེས། Bajigar ho Bajigar། ཡེ་རེ་མེ་རེ Bajigar ལ་ནི་སྤེན་པ་ཚེ་རིང་གངས་ལོ་ལ་གཞས་ཅིག་རྩོམས་སོང་ཨ། ཨ་འདི་ན་ནི་དམིགས་བསལ་གྱི་ཁོ་རང་གི། ད་སྤེན་པ་ཚེ་རིང་ལ་འཇོན་ཐང་ཡོད་རེད་ཤེས་ཡོན་ཡོད་རེད་སློབ་སྦྱོང་ཡོད་རེད། ལྷག་བསམ་ཡོད་རེད་ད་མིག་བཙུམ་ནི་བསླུ་གོ་རེད་བྱས་ཉིན་ཁོ་རང་གི་ལབ་བསྡད་ར། སོང་ཙང་ཁོ་རང་མིང་དེ་དག་ངས་དྲན་གྱི་མི་འདུག་ཁོ་རང་ལ་གཅིག་ཡིན། དེ་ག་ནང་བཞིན་གཅིག་གི་བར་སྐབས་བཅས་གནང་ལོ་ལ། ཨ་ནི་དར་ནག་ཚོགས་པ་གི། ཚོགས་མི་དེ་ཚོ་གིས་ཁོ་རང་ཚོ་གི་སྐད་འཕྲིན་གནང་ལོ་ལ། ཨ་ནི་གཅིག་གི། སྐད་ཆ་བཤད་བཞག་རྒྱོ་ད་ཡ། འཇིག་གི། ཨ། མ་སུ་རི་བོད་ཁྱིམ་ནང་གི། ཨ་ནི་ཇི་འདྲ་བཅུ་གཉིས་ཀྱི། རྒྱུགས་འབྲས་ཀྱི་དག་འདི་གའི། ནང་ལོགས་ལ་སྤུ་གུ་ཉི་ས་བྱེད་ཅིག་འཇིག་གི་ཨ་ནི། སྔོ་ནས་དྲང་ནས་རྒྱུགས་འབྲས་ཡང་དག་པ་ཞིག་དོན་བ་འདིའི་ནང་ལོགས་ལ། ཨ་ནི་ཚོགས་གཙོ་སུ་ག་ས་གོང་དང། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ལ་གཏམ་བཟང་ཡོད་བྱེད་ཅིག་ཁོ་རང་ཤི་བོ་གཅིག་གི། བསྟོད་བསྔགས་ར་བོ་བྱེད་བྱེད། སྤེན་པ་ཚེ་རིང་ལ་ཡ་གཏམ་བཟང་ཡོད་བྱེད་ནི་བཤད་བསྡད་གི་འདུག་ཨ། ད་དེ་རིང་སྤེན་པ་ཚེ་རིང་གིས་གསར་འགོད་གསལ་བསྒྲགས་འདིས་སྤྱི་ཚོགས་དྲ་ལམ་ནང་བློ་ལ་མ་ཅིག་འགྲོ་ཡོང་དུས། ཁྱི་དེ་ཚོ་གིས་རྔ་མ་རྐུབ་འོག་ལ་སྦས་ཀྱི་འདུག་ཨ། དེ་ནང་བཞིན་གྱི་ཁོ་རང་གི་མགོ་དེ་ཡང། རྐང་པ་གཉིས་འོག་ལ་སྦས་རྗེས་ད་ཁོ་ཁ་མཐོང་ཡ་ཁོ་རང་ཡོད་མ་རེད་མོ་རང་འདྲ་བོ་ཅིག་ཡིན་ན་སོང་ཙང། ད་གླིང་འདིའི་ནང་བློ་ལ། སྲིད་སྐྱོང་སྤེན་པ་ཚེ་རིང་གིས།

ད་རེས་བར་ཆད་སྤུ་གུ་ཉིས་བརྩེགས་གཅིག་གིས། ཨ་ནི་རྒྱ་ཚད་མཐོང་སྤུ་བཞི་བོ་སླའི་བྱ་ཁྱུ་འདིའི་ནང་ལོགས་ལ་རྣམ་པ་ཚོགས་ཀྱི་སྤུ་གུ་འི་ཡོད་ཀྱི་རེད། སོང་ཙ་ད། རྣམ་པ་ཚོགས་ཀྱི་མིག་བཙུམ་ནས་བླུགས་བྱ་བ་འི་བླུགས་བྱ་བ་འདི་གིས། ག་གམ་ཅིག་གིས་རྣམ་པ་ཚོགས་ལ་ཕན་འདུག། བོད་མི་མང་ལ་ཕན་འདུག་བོད་པའི་སྤུ་གུ་ཚོགས་ལ་ཕན་འདུག་ད་དེ་ཤི་ཡ་རེད་ར། ད་ཅོ་མིན་འདུག་ལགས་ཀྱི།

ཨ་ནི་རེ་བ། མི་དམངས་ཀྱིས་ང་རང་ཚོ་མི་དམངས་ཀྱིས་ངེས་པར་དུ་དགོངས་པ་བཞེས་དགོས་པ་གཅིག་དང་བསམ་བློ་བཏང་དགོས་པ་གཅིག་གནང་རོགས་ལགས། ཅོ་མིང་དོན་གྱི་ཆབ་སྲིད་དང་ང་གི་ཆབ་སྲིད་གཉིས་བར་ན་ཁྱད་པ་བཞི་བོ་ཡོད། ངེད་ཀྱི་ཆབ་སྲིད་དེ། བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ། གནས་ལུགས་གནས་སྟངས་ག་འདྲའི་ག་འདྲའི་ཆགས་ཀྱི་འདུག་མ་འོངས་པ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི། གནས་གཡོག་གི་མི་ནག་ཚོད་ཀྱི་བསམ་ཇུས་ག་རེ་ག་རེ་རེད་འདུག་ཨ་ནི་ཁོ་རང་ཚོད་ཀྱི་མ་འོངས་པ་ལ་ག་རེ་ག་རེ་གནང་ཡག་གི་འདོད་པ་ར་བུ་བྱེད་ཀྱི་འདུག་འབད་བརྩོན་ར་བུ་བྱེད་ཀྱི་འདུག་དེ་འདྲའི་སྒང་ལོ་ལ་གོ་རྟོགས་སྤེལ་ཡ་དེ་ངེད་ཀྱི་ཆབ་སྲིད་རེད། བཅོས་མིང་འདོན་གྱི་ཆབ་སྲིད་འདི་དགྲ་ཤ་ལེན་ཡ། ཟུར་པ་ཚོད་ཀྱི་ག་རེ་བྱེད་པ་ཡིན་ན་ཟུར་པ་ཚོད་ཀྱི་བྱས་བཞག་རྒྱོ་འདི་དང་ལྡོག་ཕྱོགས་ཀྱི་ལས་ཀ་བྱེད་ཡ། འདི་དེ་ཁོ་རང་གྱི་ཆབ་སྲིད་རེད་བ། ད་ཞི་ཚེ་ཡ། བཅོས་མིང་འདོན་གྱི། ནང་སྲིད། འཕྲོད་བསྟེན། དཔལ་འབྱོར། དེ་ག་ནང་བཞིན་ཅིག་གི་ད། མང་པོ་བྱོས་ར། གསུངས་སོ། འདི་ཚོ་སུ་གཅིག་ལ་ལག་པ་མ་འཆོལ་ནི་ལག་པ་དང་ཤོ་ཐུག་གཡའ་འདི་ཤེར་ལེ་ངག་ལ་ལག་པ་ཐུག་ཡོད། ཤེར་ལེ་ངག་ལ་ལག་པ་ཐུག་ཡོང་དུ་ཅོ་མིང་དུ་ལ་ཡ། གདིང་ཚོད་ཡོད་རེད། ད་ནི་འཛིན་གྲྭ་བཅུ་པ་དང་བཅུ་གཉིས་ཀྱི་རྒྱུ་འབྲས་འདིའི་ནང་ལོ་ལ་སྤུ་གུ་མང་པོ་ཅི། བརྒྱ་ཆ་མཐོང་པོ་བཞི་བོ་ཐོག་ནས་ཡང་ནི་པཱས་ཆེ་གི་རེད་ཅེ་ནི་ཁོ་རང་ལ་གདེང་ཚོད་ཡོད་རེད། སོང་ཙང་ཤེར་གླིང་སྒང་གི་དངུལ་རྩིས་སྒང་རོ་ལ་སེར་སྣ་སྒང་གི་མ་དངུལ་སྒང་རོ་ལ་ཁོའི་ལག་པ་ཐུག་རེད། ད་ག་ནང་ནི་ཁོ་རང་གིས་ད་ལན་མི་མང་ལ་སྤྲད་ཚར་རེད་སྤུ་གུ་ཚོ་ལ་ད་ལན་སྤྲད་ཚར་རེད། ཤེས་རིག་ལ་འབུམ་སུམ་ཅུ་མི་ས་ཡ་སུམ་ཅུ་མ་བཞི་མི་འདུག། ཨ་ནི་དཔེ་ཤ་མི་འདུག་བྱས་བྱས་ད་ལན་སྤྲད་ཚར་རེད། དེ་དུས་མི་མང་ཚོགས་ཀྱིས་ནི་ཞེ་དྲག་ཞེ་དྲག་ཅིག་ཁོ་རང་གིས་བཤད་བཞག་རྒྱུགས་ཀྱི་དེ་རྒྱབ་མདུན་གྱི་དམིགས་ཡུལ་འདྲ་བོ་དེ་གོ་བ་འདྲ་བོ་ཅིག་གླེང་ཐུབ་མ་སོང། ད་དེ་རེད་ར་བ། ཐབས་སྡུག་པ་ཅིག་ལ་དང་བློ་ཕམ་པ་ཅིག་ལ་ཅོ་མིང་དུ་གི། སྲིད་སྐྱོང་ཟུར་པ་གིས་ཕྱག་ལས་ག་རེ་ག་རེ་གནང་འདུག། གསར་གཏོད་ག་རེ་ག་རེ་བྱས་འདུག་གསར་གཏོད་བྱས་ཡག་འདི་དང་ཕྱག་ལས་གནང་སྤྱོད་འདི་ཚོ་གང་ལོག་ལ། ཁོ་རང་གིས། གོམ་པ་ག་བ་ག་བ་སྤོས་འདུག་མི་སུ་སུ་མཉམ་དུ་འབྲེལ་བ་བྱས་འདུག་ཁོ་རང་གིས་ཐབས་ཤེས་ག་འདྲས་བྱས་འདུག་དེ་ཚོ་གང་ལོག་ལ། དུས་ཚོད་བཏང་རྗེས་དེ་ཚོ་གང་ལོག་ལ་ཡ། སློབ་སྦྱོང་ཅིག་བྱས་རྗེས། ཨ་ནི་སྲིད་སྐྱོང་ཟུར་པ་ལས་ལྷག་བྱེད་ཅིག་གིས་མི་དེ་མཉམ་དུ་ང་འབྲེལ་བ་བྱེད་ཀྱིན། སྲིད་སྐྱོང་ཟུར་པ་ལས་ལྷག་བརྩེ་ཅིག་གིས། ཨ་ནི། གོམ་པ་འདི་གང་རུང་ལ་ངས་སྤོས་ཀིན་ཟེར་ནས་བསམ་བློ་བཏང་དགོས་ན། དངོས་གནས་དྲང་གནས་ད་རིང་སྤྱི་ཚོགས་ཡང་དག་པ་ཅིག་དང་སྤུ་གུ་ཚོ་ལ་ཕན་ཐོགས་པ་ཡོང་དགོས་རེད། ཡིན་ན་བློ་ཕམ་པ་ཅིག་ལ། ཁོ་རང་གིས་དུས་ཚོད་མང་ཆེ་བ་འདི། ཨ་ནི་སྲིད་སྐྱོང་ཟུར་པ་གིས། ག་རེ་ག་རེ་བྱས་འདུག་འདི་ཚོ་ཡག་དོགས་འཇོག་ག་རེ་བྱེད་དགོས་ཀི་འདུག་སྐད་རྐྱང་རྐྱང་ཅིག་བཏགས། ཨ་འདི་ཨ་ལོག་རྒྱ་ཡག་གི་ཐབས་ཤེས་སྟངས་ཀྱང་ཅེས་བསམ་བློ་ཅིག་བཏང་ནས་འགྲོ་བསྡད་ཡོང་དུས་བསམ་བློ་ཧ་ལས་བ་གི་ཐབས་ཆག་ཅིག་ཙམ་བློ་ཕམ་བ་གི་ཅིག་གནད་གཅོད་ཅིག་རེད་བསམ་ས་རུང་ཞིག་དྲན་གྱི་ཡོད་ར་བ། སོང་ཙང་ད་ལིང་གི་དུས་ཚེ་འདིའི་ནང་ལོག་ལ། སྤུ་གུ་གཉིས་སྲབ་བདུན་གྱི་ཕ་མ་ཚོ་གས་ཅོ་མིང་དུ་ལ་ལ་མིག་བཙུམ་ནས་འོས་བླུག་ངེས་ཡོད་ཀྱི་རེད། ད་རྣམ་པ་ཚོ་འབྱོར་བ་སྐྱེས་པ་ཡིན་ན་ཕྱི་དྲག་རེད་ར་བ། སོང་ཙང་མིག་བཙུམ་ནས་འེ་ལུག་བ་ཡིན་ན་རྐྱེན་ག་རེ་འདུག་ད་མཐོང་གི་འདུག་ཨ། ད་རིང་ང་སྤོབས་པ་ཡོད་ད་ཡ་ཡུ་སྤོབས་པ་ཡོད་འཇིགས་པ་རེད་བ། ཨ་ད་མོ་དུས་ཀྱི་ལ་གི་འདུག་ཨ། བ་མགོ། སུམ་ཅུ་སོ་བརྒྱད་ཡིན་ན་དྲུག་ཅུ་རེ་བརྒྱད་ཅིག་ཡིན་ན་ཅིག་ཡིན་ཆ་ཏིས་ཨིན་ཅིག་ཨ། ལ་གི་འདུག་ཨ། ད་རིང་ངའི་བ་མགོ་དེ་རེད་བ། མོ་དུས་ཀྱི་བ་མགོ་ལས་ཆེ་ཡ་སུམ་ཅུ་སོ་བརྒྱད་ཅིག་ཡོད། ཨེ་འདྲ་ཅིག་ནི་དེ། སྤོ་བ་བཞི་བོ་ཡོད་རེད་བ། ངེད་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུ་གང་ལོ་ལ། དབུ་དགའ་ཚང་སྐལ་བཟང་རྡོ་རྗེ་ལ་དགོངས་པ་བཞེས་རྗེས་ཁོ་རང་ལ་ཡང་འོས་ཕམ་རོགས་བྱེད་བྱེད་ཅེས། ལོ་གཅིག་སྒང་རྩ་གཅིག་སྐད་རྒྱག་བདེ་བའི་མི་མང་ཚོགས་ལ་གོ་རྟོགས་སྤེལ་བདེ་བའི། ད་རེའི་དབུ་དགའ་ཚང་སྐལ་བཟང་རྡོ་རྗེ། ཆབ་སྲིད་ཀྱི་དབུ་ཁྲིད་སྲིད་སྐྱོང་མཁས་པ་ཡིན་ན། འབུམ་གཅིག་ཡིན་པ་རེད་ད་དེ་ལ་ཡ་རེད་མེད་རེད་བཤད་གི་མ་རེད། ཤེས་རིག་གི། འབུམ་བཅུ་ལས་མ་ཤི་བཀའ་གྲོས་མེད་པ་ཡིན་ན།

ད་གཅིག་སྒྲིལ་ཁྱོད་རང་གི་ཡོང་ས་རེད་བས་ཁྱོད་རང་གི་ཁ་གི་གཅིག་སྒྲིལ་ལ་བ་འདི་དང། ལག་ལེན་ངོ་མ་འདི་གི། གནས་ཚུལ་གཉིས་ལ་བལྟ་ཡོང་དུས་ཙམ་གཅིག་སྒྲིལ་ཡོང་ས་རེད་བས་དགོངས་པ་བཞེས་ཡ་རེད། གཅིག་སྒྲིལ་དགོས་བ་ལ United ལ་དགོས་རེད་གཅིག་སྒྲིལ་དགོས་བ་ལ་མཐུན་སྒྲིལ་དགོས་ཡ་འདི་གལ་ཆེན་པོ་རེད་བ། བསམ་ཤེས་དགོས་ཡ་འདི་གལ་ཆེན་པོ་རེད་བ། གཅིག་སྒྲིལ་ཆགས་བ་ལ་མཐུན་སྒྲིལ་དང་བསམ་ཤེས་མེད་བ་ཡིན་ན་ནུམ་ཡང་གཅིག་སྒྲིལ་ཆགས་གི་མ་རེད་བ། སོང་ཙང་ཁྱོད་རང་གིས་མཐུན་སྒྲིལ་བྱེད་ཨ་ཕ་ཞེས་ནི། ཟུར་བ་གི་བྱའི་བྱ་བ་འདི་ཚོ་ཚང་མ། པའི་འཕྲོ་བརླག་བཏང་ཡག་གི་འབད་བརྩོན་བྱེད་འདུག་གི་དོ། ཆུ་ནི་གོ་ར་མེད་པ་བཟོ་ཡག་གི་ཐབས་ཤེས་རོགས་བཏང་འདུག་གི་དོ། དེ་ཡིན་དུ་ཙང་པ་ཁྱོད་རང་གིས་ཁག་གི་གཅིག་སྒྲིལ་ལ་ཡག་འདི། སྤུ་གུ་ཆུང་ཆུང་ལ་ཡག། བྱི་རི་ངན་པ་སྤྲེལ་བ་ནང་བཞིན་བྱས་རྗེས་སྤྲད་རྗེས་འོད་ཐོབ་རེད་བ། མི་དམངས་གཙོ་བའི་འོས་བླུགས་མེད་ཚོས་ཁོ་གི་ལག་པ་ལ་ཇི་རིགས་ཁྱི་སྐྱོ་འདི་དང་འདི་འདྲས་མཐོང་ནི། ཨ་ནི་མི་དམངས་ཚང་མ་ལ་མགོ་འཐོམ་རེད་བ། རེད་ད་ཁོ་རང་འདྲ་བོ་ཅི་ཡིན་ན། ཡང་ཁོ་རང་ལ་ཁྱད་ཆོས་ཅི་ཡག་པོ་ཞིའུ་ཅི་ཡོད་རད་ཁོ་རང་གི་ཁྱད་ཆོས་དེ་ངས་བཤད་གི་ཡིན་ད། ཁོ་རང་འདྲ་བོ་ཅི་ཡིན་ན་སྤོ་བ་ཐོག་ནས་བཤད་གི་ཡོད་ར། ལོ་སུམ་ཅུ་བཅས་པའི་གཅིག་གི་སྤྱི་འཐུས་གྲོས་ཚོའི་ནང་ལོག་ལ་བོད་གཞུང་གི་ནང་ལ་ཞབས་ཞུ་ཞུས་ནས་བསྡད་ཡིན་ལ་གོ་ར། རེད། སྤྱི་འཐུས་གྲོས་ཚོགས་ནང་ལུགས་ལ་སྤྱི་འཐུས་རབ་དང་རིམ་པ་གཅིག་ཕེབས་ཅེས་གསུང་བཤད་གནང་ཡོད་རེད་སྤྱི་འཐུས་གྲོས་ཆོད་རོ་བ་ནང་ལ་རེད་ད། ཨང་དེ་ག་ནང་བཞིན་ཁོ་ར་ཡིན་ན་སྤྱི་འཐུས་གྲོས་ཆོད་རོ་བ་ནང་ལོ་ལ། ལོ་སུམ་ཅུ་ནང་ལོ་ལ་རབ་དང་རིམ་པ་གཅིག་སྐད་ཆ་བཤད་དེ་ཡོད་རེད་སེང་ཚ་ཁོ་རང་སྐད་ཆ་བཤད་དགོས་བྱུང་ན་ད། ཁྱོད་ནི་ད་མི་ཚང་མ་གོ་བསྡོ་གཡོ་བཞག་རེད་ཁོ་རང་གི་སོང་ཚ་དེ་གི་ངོ་ལ་ལྟ་ནི་ད་རིང་མི་མང་ཚོ་གི་མིག་བཙུམ་ནི་ལུགས་རེད་བ། ད་མིག་བཙུམ་ནི་ལུགས་ནི་ད་ད་ད་གཞི་ནི་འདི་རེད་ད།

དཔལ་འབྱོར་ལས་ཁུངས་ནང་ལོགས་ལ། གངས་ལྗོངས་དཔལ་འབྱོར་སྤྱི་སྤྱོད་ཞབས་ཞུ་གང་བྱས་ཀྱི་རྔན་མ། སྲིད་སྐྱོང་ཟུར་པ་བློ་བཟང་སེང་གེས་སྐབས་ནང་ལོགས་དཔལ་འབྱོར་ལས་ཁུངས་ནང་ལོགས་ལ་ཟུར་དུ་དད་ཅན་གཅིག་ཡོད་རེད། ད་དད་ཅན་དེ་ཡར་བསྡུས་ནས་ཁོ་རང་གི་དཔལ་འབྱོར་ལས་ཁུངས་ལ་དེ་ཟུར་དུ་དད་ལས་ཁུངས་དང་དེ་གི་གཅིག་གི་དད་ཅན་འགོ་མ་རེད་དེ། ནང་སྲིད་ནང་ལ་ཡར་འཁྱིལ་ཤོས་ལ་ནི་ཁོ་རང་འོག་ནང་ལ་འཁྱིལ་ཚར་རེད། དབུ་དཀར་ཚང་སྐལ་བཟང་རྡོ་རྗེ་གིས་ང་སྲིད་སྐྱོང་འོས་མིའི་ནང་ལོགས་ལ་ལངས་ཚེ་ང་སྲིད་སྐྱོང་ཐོབ་པ་ཡིན་ན། ཨ་ནི། ཚོང་རྒྱག་ངེས་སུད་ཚོང་རྒྱག་ངེས་ཡིན་ན་རེད་ཚོང་རྒྱག་ངེས་ཡིན་ན་རེད། སྐུ་ངོ་སྲིད་སྐྱོང་བློ་བཟང་སེང་གེ་སྐབས་ནང་ལོགས་ལ་འབུམ་རེ་རེ་སྤྲད་རྒྱུ་ཡོད་ན་ངའི་སྐབས་ནང་ལོགས་ལ་ཉུང་མཐར་ལ་འབུམ་ལྔ། ཨ་ནི། སྤྲད་ཐུབ་བ་བྱེད་ཀྱི་ཡིན་བྱས་རྗེས་དབུ་དཀར་ཚང་སྐལ་བཟང་རྡོ་རྗེ་འདིས་གསུངས་ཡོད་རེད། ད་བཅོས་མིང་འདུག་གི་འབུམ་གཅིག་ད་ཕག་ཞྭ་ནི་ར་བ། ད། སུས་དྲ་ཚོང་རྒྱག་མཁན་དེ་ཚོ་གོ་ཁྱོད་གསུམ། ད་ལོ་ཁྱོད་རང་ཚོ་ཚོང་རྒྱག་གི་ཡིན་བྱས་བྱས་གྲོས་ཆོད་བཞག་སོང་ཨ། ཞེ་བོ་གཅིག་གིས་གཅིག་ལུ་ཏི་ཨ་ན། ཨ་ན་ལ་ལ་ཚོ་དང་ཁྱོད་རང་ཚོ་ཚང་མ་འཛོམས་བྱས་ནི་ཚོང་དུག་ཚོགས་བྱས་ད་རིང་ང་ཚོ། གང་འདྲས་ཡིན་ན་དགུན་ཚོང་རྒྱག་གི་ཡིན་བྱས་སོང་ཨ། ད། ཧ་ལོ་གུར་ཏོ། བཅོས་མིང་འདུག་ལ་ར་བ་བརྒྱ་ནི་ཁྱོད་རང་ཚོ་ཚོང་རྒྱག་གི་མ་རྩ་བཅོས་མིང་འདུག་གི་སྤྲེལ་གི་ལ་ར་ན་ཁྱོད་རང་ཚོ་ཧ་ལོ་གུར་ཏོ།

དངུལ་གྱི་བང་ཚོགས་དེ་ཡོད་ར་བ་དེ་རྫ་མ་འདྲ་བོ་བྱེད་ར་བ་ཧ་ཡང་འདྲ་བོ་བྱེད་ར་བ། དེའི་ནང་ལ་ཡོད་ཤ་བའི་ཆུ་དེའི་ནང་ལོག་ལ། དུས་རྟག་ཏུ་ཐིགས་པ་རེ་རེ་རེ་རེ་བྱས་ནས་བླུགས་བསྡད་པ་ཡིན་ན། ཧ་ཡང་དེ་གི་ཚུལ་ཆུ་དེ་རྫོགས་གི་མ་ར་བ། སྐུ་ངོ་སྲིད་སྐྱོང་བློ་བཟང་སེང་གེ་གིས། ཆུ་དཀོན་མཆོག་གསུམ་ཆེ་ཤོག་ག་བ་ཆུ་མ་ང་ག་བ་འདུག། དེ་ཆུ་དེ་ཧ་ཡང་དེའི་བར་དུ་ག་འདྲས་ཁྲིད་ཡོང་དགོས་དགོས་འདུག། འབད་བརྩོན་ཞིབ་བོ་བྱས་རེད་དེ་མཉམ་འདོགས་མཉམ་འདོགས་ལ། ཨུ་ཀ་ཚང་སྐལ་བཟང་རྡོ་རྗེ་དང་ཁོ་རང་གཉིས་པདྨ་སི་ཏི་ཡོད་རེད Combination དབྱིན་ཇི་ཡིན་ན Combination ཡོད་རེད། གཅིག་གིས་འཆར་གཞི་བསྒྲིགས་གཅིག་གིས་ཡག་རྒྱུགས་གཅིག་གིས་སྐད་ཆ་བཤད་བྱས་རྗེས་ཏག་ཏག་བྱས་རྗེས་གང་ལྟར། བཙན་བྱོལ་བོད་མིའི་སྒྲིག་འཛུགས་ཧྲ་ཐག་ཐག་བཟོས་ཤག་རེད།

འབོད་སྐུལ་ཅིག་ག་རེ་ཡོད་ལགས་ན། ཁྱེད་རང་གིས། སྲིད་སྐྱོང་གི་བྱ་དགའ་ལ་ངས་དེ་གི་མིང་དེ་འགྱུར་བ་བཏང་རྗེས། རི། མི་གནས་ཡུལ། མང་པོ་ཅིག་ཡོད་རེད། དེ་འདྲའི་ཅིག་གང་ལོག་ལ། སྤྱི་འཐུས་གྲོས་ཆོད་ནང་ནས། བཀའ་གྲོས་ཡོད་བའི་གི་ཐོག་ནས། འགྱུར་བ་ཅིག་བཏང་གི་ཡིན། རེད་བ། ད་ཁྱོད་རང། ངོ་ནས་དྲང་ནས་སྐྱེ་བ་ཕོ་ཡིན་ན། སྐད་ཆ་དེ་ག་རང་གང་ལ་གནས་དགོས་དགོས་རེད་ད།

སྤྱི་འཐུས་གྲོས་ཆོད་ནང་ལ་ཁྱོད་རང་གི་གནས་ཡོག་གི་མི་ནག་གི་དེ་ལ་ཡ་དེ་ཁྱོད་རང་གི་མིག་པ་ཡང་དག་ནི་ལ་གོ་རེད་ཡང་ང། ཁྱོད་རང་ནང་བཞིན་གྱི་ཁྱོད་རང། ང་ཚོ་བཙན་བྱོལ་བོད་མི་སྒྲིག་འཛུགས་ཀྱི་ཆབ་སྲིད་ནང་ལ་བསྡད་ར། ང་འདྲ་བོ་བྱས་ནས་རྒྱ་གར་རྒྱ་ཡུམ་གྱི་ཆབ་སྲིད་ནང་ལ་བསྡད་རྒྱུ་མེད་ཅིག་ཡིན་དུ་བརྩམས་པ་ཁྱོད་རང་གི། ཀ་ལ་དུ་བརྩམས་པ་ངས་ཧ་ཧ་ཨ་ཧ་ཨ་ཧ་ཨ་དུ་འགོ་ཚུགས་འགྲོ་གི་རེད། ད་ལྟའི་ཁྱོད་རང་གི་གནས་ཡོག་གི་མི་ནག་གང་ལོག་ལ་འགྱུར་བ་གཏང་གི་ལ་དུ་བརྩམས་པ། མ་འོངས་པ་གནས་ཡོག་གི་མི་ནག་དེ་དགའ་ལྡན་ཕོ་བྲང་དང་མཉམ་དུ་མ་བྱ་ར། ཁྱོད་རང་གིས་ཡང་དགའ་ཟླའི་ཕོ་བྲང་དང། གཅིག་གི་མཉམ་རྡོ་ལ་རྒྱག་བྱེད་མི་དམངས། མི་བསམ་འཆར་བསྟན་མཁན་སྤྱི་འཐུས་བསམ་འཆར་བསྟན་མཁན་སུ་འདྲ་བོ་བྱས་ན། ཨ་ནི་གཅིག་གི་བསམ་འཆར་བསྟན་དགོས་བྱུང་ན་དགའ་ཟླའི་ཕོ་བྲང་གི་མིང། དགའ་ཟླའི་ཕོ་བྲང་གི་བྱ་དགའ་ལ་ཆགས་པའི་རྗེས་ལ། ཨ་ནི་ཡང་དེའི་སྒང་རོ་ལ། དེའི་འདུ་འཛོམས་པ་གང་ལྟར། ཁྱོད་རང་སྐྱེས་པ་ཕོ་ཡིན་ན། ཨ་མ་གི་ཁོག་པ་ནང་ལོར་ཟླ་བ་དགུ་བསྡད་པའི་གི་མི་གཅིག་ཡིན་ན། གནས་ཡོག་གི་མི་ནག་ཁོ་རང་གང་བསྡད་དགོས་དགོས་རེད། རེད་བ། དེ་གང་ལོ་ལ་གཅིག་ཏུ་སུས་གྲོ་བོ་བྱས་ན་གྲོ་གླིང་བྱས་ཡ་ཡོད་རེད། གྲོ་གླིང་བྱས་བྱས་མང་མོས་གི་ཐག་གཅོད་བྱུང་བ་ཡིན་ན་ང་ལ་ཁའི་སྐུ་ཅི་ལ་ཡ་མེད། ཁྱོད་རང། སུ་གི་མིང་གང་ལ་བཞག་ནས་ཡང་ནི་སྲིད་སྐྱོང་གི་བྱ་དགའ་དེ་སུ་གཅིག་གི་སུ་གི་མིང་གི། མི་གཅིག་གི་མིང་གང་ལོར་འགྱུར་བ་བཏང་བ་ཡིན་ན་ང་ལ་ལ་ཡ་ཁའི་མེད་ཡིན་ན། ཁྱོད་རང་གིས་ཨ་མདའ་ཁག་གི་གནད་གཡོག་གི་མི་ནག་ལབ་ཤག་མ་གཏོགས་ཁྱོད་རང་གི་ཀླད་པ་ནང་ལོག་ལ། མི་དམངས་དང་དགའ་ལྡན་ཕོ་བྲང་གཉིས་ཀྱི་དཔའ་རུ་ནང་ལོག་ལ། ཨཱ་ནི། འཁྲུག་ཆ་དེ་པོ་བཟོ་ཡག་གི་ཁྱོད་རང་གི་འབད་བརྩོན་ཅིག་བྱེད་འགྲོ་བདེ་གོ་རེད་སོང་ཙང་འདི་ཚོ་གྲས་འདི་ཚོ་ཏག་ཏག་གནས་དགོས་དགོས་རེད་ཁྲེང་གི་འདུག་རེད་བ། དེ་ད་གཅིག་བྱས། ད་རེས་མིའི་མྱི་རྩ་བདེ་སྒྲིག་གཞི་གང་ལོག་ལ་འབུམ་རེད་རེད། ཁེལ་ཡོད་ན། ད་ཁྱོད་རང་གི་ལས་འགན་རེད་ཁྱོད་རང་འཇོན་གི་ཡོད་སྟོན་གི་ཡོད་ངས་བྱེད་ཐུབ་གི་ཡོད། ངས་འཁྲིད་ཐུབ་གི་ཡོད་བྱས་རྗེས་ཁྱོད་རང་སྲིད་སྐྱོང་སྒང་ལ་ལངས་ཡིན་དུས་བརྩམས་པ། བཀའ་བགྲོས་སྒང་རོ་ལ་འབུམ་བཅུ་མི་ཞིག་མེད་པ་ཡིན་ན། ད་ད་རུང་བ་འབུམ་ཉི་ཤུ་ཉིས་བཅུ་བདུན་ཅིག་ག་ཚད་འགོ་གི་ཡོད་ན། ད་འདི།

མ་འོངས་པ་གི་ཅིག་གི་བརྙན་ལམ་དང་ཁེ་མེད་ཀྱི་སྟངས་ནི། ཁོང་མོས་སྲིད་སྐྱོང་གི་ཧྲ་ཏག་ཏག་བྱས་རྗེས་རྣམ་པ་སྤུ་གུ་དེ་ཚོགས་ཀྱི་དཀའ་ལས་བརྒྱབ་རྗེས། ད་ལི་ཏི་གམ་གྱི་རྒྱུགས་འབྲས་མེད་ཡོང་དུ་བརྩམས་པ་འབུམ་རེ་རེད། སྒྲིག་གཞི་གཞི་བཟུང་གིས་ཁྱོད་རང་སྤྲད་དགོས་དགོས་རེད། ད་ག་བ་ནས་ཁྱོད་རང་ཐབས་ཤེས་གཏང་གི་ན་ཁྱོད་རང་གི། འདི་ཁྱོད་རང་གི headache རེད། འདི་ཁྱོད་རང་གི problem རེད། འདི་ཁྱོད་རང་གི་དཀའ་ངལ་རེད། འདི་ང་རང་ཚོ་དང་སྒྲིག་གཞི་སྒང་གི་དཀའ་ངལ་ལ་ནི་ཁྱོད་རང་གི་དབྱེབས་ནས་ཕྱི་ཐག་བསྲང་རྗེས་ཁྱོད་རང་ལས་སླ་པོ་ཅིག་གིས་འགྲོ་བཞག་པ་ཡིན་ན། རྐུབ་བཀྱག་གཅིག་པོ་བཀྲུང་ཡག་དང། ངས་ཁ་གསལ་ནས་བཤད་ཀྱི་འདུག་བ་རྐུབ་བཀྱག་གཅིག་པོ་བཀྲུང་ཡག་དང་ལས་ཀུན་རྫིག་པོ་ནང་ལ་བསྡད་རྗེས། ཕུགས་བྱས་རྗེས་མཐའ་མ་བཏུང་ཡག་གཅིག་པོ་བྱས་འདུག་ལ་ཁྱོད་རང་བླང་བྱོལ་ཡིན་གྱི་མ་རེད་བ། སོང་ཙང་ད་མིག་བཙུམ་ནས་འོས་ཤོག་བླུག་ངེས་འདུག་ཚོགས་ཀྱིས་དགོངས་པ་བཞེས་དགོས་ཀྱི་འདུག་ད་རྣམ་པ་ཚོགས་ཀྱིས་མིག་བཙུམ་ནས་བླུག་སོང་བ། ད་ལྟ་ངས་མ་འོངས་པ་ལ་སྐད་ཆ་ད་ལྟ་མང་པོ་བཤད་དགོས། འདི་ལྟར་ད་ལྟ་གཞི་ནི་ལེའུ་དང་པོར་ད་ལྟད་མོ་དང་མ་སོང་ལེའུ་དང་པོ་རེད་ལེའུ་གཉིས་པ་གསུམ་པ་བཞི་པ་མང་པོ་ཀླད་སྤྲོ་ཡོད་རེད་ད། གོང་སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས་ལེའུ་གསར་གཏོད་མང་པོ་ཅིག་བྱས་ཡོད་རེད་བ། དེ་ཚོ་གི་ལེའུ་དེ་ཚོ་ཚང་མ་ཨ་མདའ་ཀླད་སྤྲོ་ཡོད་རེད་ད། ད་ལྟ་ལེའུ་གཅིག་བཤད་སོང་ཨ་ང་ཚོ། དཔེ་མཛོད་ཡར་རྒྱས་སྤྱི་ཚོགས་ཐེབས་རྩ་ཁང་གིས་ཨ་ནི་བརྒྱུད་བྱས་ཨ་ནི་ཨ་མདའ་ཚོང་པ་དེ་ཚོ་ལ་ཡ་བུ་ལེན་ཡ་ཡ་དེ་ཚོ།

ང་ཚ་ཁོ་རང་ལ་འཇོན་ཐང་ཡོད་མ་རེད། འཇོན་ཐང་ཡོད་པ་ཡིན་ན་ད། ད་ལིས་སྔོན་རྩིས་སྐབས་ན་ལོ་ལ་དཀའ་ངལ་འཕྲད་ཀི་རེད། སྡུག་སྐད་རྒྱག་གོ་མ་རེད་བ། ད་དཀོན་མཆོག་གསུམ་ང་ནི་སྐྲག་གི་འདུག་ད་རྒྱལ་བྱོལ་རོ་མ་ང་རང་ཚོ་ཡུ་རོབ་དང་ཨ་རི་ནང་ལ་བསྡད་དེ་ངས་དེ་ཚོ་ང་ནི་དཀོན་མཆོག་གསུམ་དོག་པ་འདུག་ད། ཧབ་ཏཱ་གཅིག་བརྒྱད་ལ་ཡང་དོན་གཅིག་ལས་ཀུན་བརྒྱུད་རྗེ་སྤུ་གུ་སོགས་ཀྱི་སློབ་ཡོན་བཞི་བོ་གཅིག་སློབ་སྦྱོང་བཞི་བོ་གཅིག་ཡག་པོ་བྱུང་ཤག་ཇི་འདྲ་ཞིག་ཨབ་ཏཱ་ཨང་གིས་བཞི་བོ་གཅིག་གླེང་ཤག་དེ་བོད་གཞུང་ལ་བསྟི་ཅི་འདང་གི་མི་འདུག་ཞལ་འདེབས་བསྡུས་རོགས་བྱས་སླ་བའི་ཉེན་ཁ་ཡོད་དོ། ད་ཡང་ད་ཡང་ཞལ་འདེབས་བསླང་བའི་ཉེན་ཁ་ཡོད་དོ། རྣམ་པ་ཚོ་ཚང་མ་ལོ་འབག་གུ་དེ་ཚོ་གཟབ་གཟབ་ཉར་རོགས་བྱས་མ་གཏོགས་སེ་ཞལ་འདེབས་བསླང་གི་རེད་དཱ། བཟང་ས། ཅོ་མིང་འདུག་ལགས་གི་དཱ། བོན་ཆོས་གསུམ་མི། གོ་རང། ཀུན་ཆོས་གསུམ། ཆབ་སྲིད་ཀྱི་དབུ་ཁྲིད་ཅིག་རེད་རོགས། ཆབ་སྲིད་ཀྱི་དབུ་ཁྲིད་ལ་དུ་བཙན་པ། ཨ་ནི། ཁོ་རང་གིས་ངའི་ལབ་ཀྱི་འདུག་ཁོ་རང་སྐབས་ནང་ལོགས་ལ་གོ་སྐབས་དཔེ་མང་པོ་རག་ཡོད་རེད། ཁོང་སྲིད་སྐྱོང་བློ་བཟང་སེང་གེ་ལ་རག་ཡོད་མ་རེད་སྐྱབས་རྗེ་ཟོང་ཐོ་རིན་པོ་ཆེ་ལ་རག་ཡོད་མ་རེད་ཁོ་རང་སྐབས་ནང་ལོགས་ལ་གོ་སྐབས་མང་པོ་རག་ཡོད་རེད། ཁོ་རང་གི་འཇོན་ཐང་བསྟུན་ཡག་དང་ཁོ་རང་ཁོ་རང། མ་འོངས་པ་གི་མདུན་ལམ་བཟོ་ཡག་གི། གོ་སྐབས་མང་པོ་རག་ཡོད་རེད་ཡིན་ན། ཁོ་རང་ལ་མེད་པ་དོན་ནི་མེད་པ་ཁོ་རང་གིས་སྤིས་སྤྲད་དགོས་བྱུང་ན་ཡོད་རེད་བཤད་དགོས་བྱུང་ན་ཡོད་རེད་ད།

ད་ཁོ་ར་སྐྱབས་བཅོལ་དགོས་རོགས་ངོ་ནས་དར་ནག་ཚོགས་པ་ཨ་རི་ནང་ལོ་མང་པོ་ཡོད་རོགས་ད་འདི་ཚོ་གང་ལ་སྐྱབས་རོགས་བཙོས་བ་ཡིན་ན་ནི་ཡག་པོ་ཡོད་རེད་བསམ་གི་འདུག་རོགས་ད་ཡིན་ན་ཡང་ཀུན་སྤྱོད་གསུམ་གནས་ཚུལ་བཟང་པོ་འདུག་ད་མི་ཉིས་བརྒྱ་དྲུག་ཟེར་གི་འདུག་གནས་ཚུལ་བཟང་པོ་གར་འདུག་ལ་ན་ཁོ་རང་གི་སྤུ་གུ་ཆུང་ཤོས་དེ་གི་ཁོ་རང་གི་ཁོ་ལ་སྤུ་གུ་གསུམ་ཡོད་རེད་ཅོ་མིང་འདུག་ལ་ན།

དུག་ལོག་དེ་ཚོ་ཏིལ་གྱི་ཡར་གྱི་སྒྲོ་དེ་དང་སོང་ཙང་ང་ལྟ་བུ་ཅིག་གིས་ལབ་ན་ཉན་གི་མ་རེད་ཡ། ཨེ་ཁོ་ཕོ་ཕོ་གུ་རེད་བ། ཁོ་རང་གི་སྤུ་གུ་ཆུང་ཤོས་དེ་གིས་ལབ་བ་དེ་ཁོ་རང་ཉན་འདུག་བ། ཐོ་ཆེ་བཀའ་དྲིན་ཆེ་ཡག་པོ་རེད་དེ་ཉན་དགོས་རེད། དེ་དང་མཉམ་དུ་ལ། ད་རིང་ངས་ཁྲི་སྟོང་དེ་མི་ཉིས་བརྒྱ་བརྒལ་གི་ཟེར་གི་འདུག་ཉིས་བརྒྱ་བཅུ་འདུག། རྣམ་པ་ཙོག་གི། ད་རིང། ཨ་ནི། ཅོ་མི་འདུག་ལ་ཆབ་སྲིད་ཀྱི་དབུ་ཁྲིད་སླད་ནི། ད་ལྟ་ཐོག་ཏུ་ནང་ལོགས་ལ། གནས་ཆུང་གི་བཀའ་བློན། བཀའ་བློན་དྲག་པོ་བཞུགས་ཀྱི་ཕེབས་ཡོད་རེད། གནས་ཆུང་གི་བཀའ་བློན་དེའི་སྒང་ལོགས་ལ། ཞལ་འདེབས། ཞབས་བརྟན་ཁག་མང་པོ་ཅིག་ཕེབས་ཡོད་རེད། ཞབས་བརྟན་དེ་ཚོ་ག་ཚད་ག་ཚད་གྲུབ་ཡོད་རེད། ག་རེ་ག་རེ་གནང་ཡོད་རེད། ཆབ་སྲིད་ཀྱི་དབུ་ཁྲིད་ཀྱི། གང་ཟེར་ན་གནས་ལུགས་གནས་ཆུང་ལ་ཡ། བཞུགས་སྒར་འགྲོ་ངེས་དེ། ཅོ་མིང་དུ་ལ་ཁོ་རང་འགྲོ་ཅེས་གནས་ཆུང་ལ་བཞུགས་པ་རེད་བ། གནས་ཆུང་གི་དེ་ག་ནང་ཤེས་ཅིག་གི་ཨ་ནི། བཀའ་ལུང་དེ་ཚོ་ཕེབས་རྗེས་ཞབས་བརྟན་མང་པོ་ཅིག་ཕེབས་ཡོད་རེད་བ། སོང་ཙང། ཁོ་རང་ངོས་ན་ནི་ཞབས་བརྟན་འདི་ཚོ་ག་བ་ག་བ་གྲུབ་ཡོད་རེད་དགོན་པ་ག་བ་ག་བ་ག་རེ་ག་རེ་བྱས་ཡོད་རེད་དེ་ཚོའི་གསལ་བཤད་བྱེད་དགོས་རེད་མ་གཏོགས། དེ་མ་བྱས་པ་ཡིན་ན་གནས་ཆུང་ལ་སྒོ་བསྟོད་ཡོད་དགོས་ཡོད་རེད་ད་གནས་ཆུང་ལ། མི་གཅིག་གིས་གནས་ཆུང་ལ་ཡ་སྒོ་བསྟོད་ཡོད་དགོས་ཡོད་རེད་རེད་བ། འདི་གཅིག་གིས་འདི་ད། དེ་རྗེས་ལ་ང་རང་ཚོ་སྤྱི་ཚོགས་རྒྱ་གར་དང་བལ་ཡུལ་ལ་ཡོད་རེད། མ་རེད་རྒྱ་གར་དང་མ་རེད་བལ་ཡུལ་དང་འབྲུག་ལ་ཡོད་ས་ཡོད་རྒྱ་གར་ལ་ཡོད་མ་རེད། བ་ཡུལ་དང་འབྲུག་ནང་ལོགས་ལ་བོད་པ་མང་པོ་བྱས། རྒྱ་མིས་ཀྱི་ནད་ཡོམ་འདིས་ཀྱི་རྐྱེན་གྱིས་ནི་མང་པོ་བྱས་ལ་ཡང་དཀའ་ངལ་འཕྲད་ཡོད་རེད་བྱས་རྗེས་ནི། ཁོ་རང་གིས་ཞལ་འདེབས་ཅིག་བསྡུས་ཡོད་རེད། ང་རང་ཚོ་དོན་གཅོད་ལས་ཁུངས་བརྒྱུད་ཅེས་བཀའ་རྒྱ་ཕེབས་རྗེས་ཞལ་འདེབས་ཅིག་བསྡུས་ཡོད་རེད། ཞལ་འདེབས་འདིས་ག་བ་ག་བ་བཏང་ཡོད་རེད། ག་རེ་ག་རེ་བྱས་ཡོད་རེད་དེ་ཚོའི་མ། རྩིས་ཁྲ་དང་ཁྱད་མེད་གསལ་བཤད་དགོས་དགོས་ལྟོ་བོ་མི་མང་ལ། ང་ད་སྤྲད་མེད་རེ་བ་ཡ་དྲག་པོ་བྱས་བ་ཡ། ང་སྤྲད་མེད་ཡིན་ནའི། སྤྲད་ངེས་ཡོད་ཀྱི་རེད་མི་ཉིས་བརྒྱ་སུམ་ཅུ་ཐམ་པ་དུ་བ་རྣམ་པ་ཚོ་གི་སྤྲད་ཡོད་ཀྱི་རེད་བ། སྤྲད་ཡོད་ན། ཨ་ནི། བ་ཡུལ་དང་འབྲུག་ལ་ཡ་དཀའ་ངལ་འཕྲད་དེ་ངའི་བོད་པ་ཚོ་ཙག་ལ་སླེད་འདུག་སླེད་མི་འདུག། རྣམ་པ་ཚོ་རྩེ་ཤི་བྱས་བོར་དག་རྩེ་ཤི། ཁྱེད་རང་ཚོ་གི་འདུག་དཀའ་ལས་རྒྱ་ནི་ས་སྐྱོ་གི་དངུལ་ཅིག་རེད་བ། ཁྱོད་རང་ཚོས་བོད་གཞུང་གི་བཀའ་འགྱུར་བཀའ་རྒྱ་བྷེ་བཟུང་བྱས་ཀྱི་བཀའ་རྒྱ་འདི་ལ་ཅིས་ཅིས་ཞལ་འདེབས་བསྡུས་ཡོད་རེད་བ། འདི་ག་བ་ག་བ་འགྲོ་བཞག་ག་རེ་ག་རེ་བྱུང་བཞག་འདི་ཚོ་ཚང་མ། དངོས་གནས་རྣམ་པ་ཚོ་གི་དཔྱད་ཞིབ་བྱེད་དགོས་ར་དངོས་དགོས་ར། མ་གཏོགས་ཅིག་གི་ད་ལི། བཙོན་བྱོལ་བོད་མི་སྒྲིག་འཛུགས་ནང་ལ་དངུལ་གཉེར་རེ་མི་གཅིག་གི་རེད། རྩིས་པ་ཡ་ངི་མི་གཅིག་གི་རེད། ཨ་ནི། ཚོགས་པ་འདི་གི་ཚོགས་གཙོ་ཡི་མི་འདི་གཅིག་རང་གཅིག་རེད་སོང་ཙང། རྩིས་ག་འདྲེ་བཟོས་ན་གོ་ར་སྡོད་པ་རེད་དངུལ་ག་བ་བཏང་ན་གོ་ར་སྡོད་པ་རེད།

སྤྱི་ཚོགས་ལ་ཡག་གོ་རྟོགས་སྤེལ་ཡག་དེ་ངའི་ལས་འགན་རེད་ག་ས་ལ་ན། ང་ཁ་རྒྱག་པ་དང་འབོར་ཤེས་དེ་འདྲ་གལ་མེད་རྒྱ་གར་གྱི་ཆབ་སྲིད་ནང་ལོགས་ལ་ལོ་ཉི་ཤུ་ནས་རྒྱ་གར་གྱི་ཆབ་སྲིད་ནང་ལོགས་ལ་རྒྱུད་རྗེ། ཀི་ཕང་ཁི་ཕང་ཀི་ནང་བཞིན་བྱས་བྱས་རྒྱུད་རྗེ་འགྲོ་བསྡད་མཁན་གྱི་མི་གཅིག་ཡིན་འདུག་ང་ནི། ག་ལ་གང་འཚམ་གྱི་ཆབ་སྲིད་སྐོར་ན་ལོ་ལ་ངས་ཧ་གོ་གི་ཡོད་སོང་ཙང། འདི་དེ་ངས་གོ་རྟོགས་སྤེལ་ཡ་དེ་ངའི་ལས་འགན་རེད། ཨ་མདའ། ད་ང་ལན་ཡིག་ད་རྒྱ་གཉིས་གྲོ་གུ་མི་འདུག་ཡིན་ན་དེ་ན་ལོ་ལ་ཚུལ་ཁྲིམས་བློ་བཟང་ལ་ངས་འདི་གི། Fuck you shut you ས་རེད། ཚུལ་ཁྲིམས་བློ་བཟང་ལ་ངས་འདི། ཁྱོད་རང་གིས་ང་ལ Fuck you དང Shut up ལབ་དགོས་མ་རེད་ཁྱོད་རང་ཉན་འདོད་མེད་པ་ཡིན་ན། ཁྱོད་རང་ལྡོག་རྒྱུན་རེད། རེད་བ། ཁྱོད་རང་གི་མིག་བཙུམ་ནས་ཀླུ་སྒྱོགས་ཀྱི་མི་གཅིག་ཡོད་རེད་བ། ད་ད་རེས་མི་ཉི་ཤུ་རྩ་བདུན་སྤུ་གུ་ཉིས་རྩ་བདུན་ལ་འབུམ་རེ་རེ་སྤྲད་ཐུག་གི་ཡོད་མ་རེད་ད། ཁྱོད་བྷག་ཡུ་ང་ལ་ལ་ཡ་བཞག་ནས། ཁྱོད་མིང་སྡུག་ལ་བྷག་ཡུ་ལབ། ཁྱོད་རང་གི་བོད་ལུག་རེད་བ། ཁྱོད་རང་གི་འཇོན་གི་རེད།

Capital མར་རྩ་འབུམ་བཅུ་མ་བཞི་མི་འདུག་འུ། སོང་ཙང་དངོས་གཞིའི་སྒང་ལ་དཀའ་ངལ་འཕྲད་ཀྱི་རེད། མ་འདང། ཡིན་གྱི་རེད་འགྲིག་བོ་རེད། ཡིན་ན་སྒྲིག་གཞིའི་ནང་ལ་འཁོད་ཚར་བའི་རྗེས་ལ་ཁོ་རང་སྲིད་སྐྱོང་ཡིན་པའི་ཆ་ནས། ཆབ་སྲིད་ཀྱི་དབུ་ཁྲིད་ཅིག་ཡིན་པའི་ཆ་ནས། ཚུལ་ཁྲིམས་བློ་བཟང་ཁྱེད་རང་ལ་ངས་ལན་འདེབས་བྱེད་ཀྱི་ཡོད་ད། ཆབ་སྲིད་ཀྱི་དབུ་ཁྲིད་ཅིག་ཡིན་པའི་ཆ་ནས། འབུམ་བཅུ་ལས། བཅུ་བྱས་ད་དེའི་ལྷག་མ་མ་འདང་གི་དེ་ཐབས་ཤེས་བཏང་ཡ་དེ་ཁོའི་ལས་འགན་མ་རེད་བས།

སྲིད་སྤྱི་གཉིས་ཀྱི་འོས་བསྡུ་སྐབས་ན་ལོ་མ་རྒྱབ་ལོ་ལོག་རྗེས། སྲིད་སྐྱོང་གཉིས་ཀ་ཞང་སྐད་གཉིས་ཀ་ལོག་གིས་དབུ་ཁ་ཚང་སྐལ་བཟང་རྡོ་རྗེ་དང་སྤེན་པ་ཚེ་རིང་གཉིས་ཀྱི་པར་རུ་ནང་ལ་ག་རེ་ག་རེ་གསུངས་འདུག་ཁོ་རང་ཚོ་གི་བོད་སྒྲ་ག་རེ་ག་རེ་བཤད་འདུག་ཡག་པོ་ཅིག་ཉན་ད། ད་རེས་ཁྱེད་རང་ཚོ་འགྱོད་པ་ཏན་ཏན་སྐྱེ་གི་རེད་བསམ་གྱི་འདུག་ངས་ར། ཏན་ཏན་འགྱོད་པ་སྐྱེ་གི་རེད། འདི་ངས་ཚིག་ཐ་ཐོ་པོ་ག་ནས་ཞུ་གི་ཡོད་ད་མིག་བཙུམ་ནས་བླུགས་བས་ཀྱི་རྐྱེན་གྱིས་ར། མི་གཅིག་གིས།

འབུམ་རེ་རེའི་སྒང་ལ་ང་སྤར་གྱིན་གདའ། འབུམ་གཅིག་དང་སྟོང་ན་ལྔ་བཅུ་བཟོད་ཀྱིན་གདའ། དེ་འདྲའི་གཅིག་གི་སྤུ་གུ་ལ་ཡ། སེམས་ཤུགས་སྤར་ཡ་སྤུ་གུ་ལ་ཡ། གར་སེ་བ་སྤུ་རྒྱག་བཏང་ཡག་གི། ཚིག་བཤད་ཕ་བཤད་ནི་སྤུ་གུ་གི། སེམས་ཤུགས་མ་ལྕག་གི་དུ། ད་མེད་གདའ། ད་དཔེ་ཞག་མེད་གདའ། ད་དཀའ་ལས་ཁག་པོ་འདུག་གདའ་ལགས་གི་དུ། སོང་ཙ། ལོ་བཟང། ད་འདྲ་ཁྱེད་རང་གིས་ང་ལ fuck you ལ་ཡ་ཆ་ལ་ཁྱོད་ར་བསམ་བློ་ཡག་པོ་བཏང་མ་ཉན་ནི།

ཨ་ནི་དེ། སྲིད་སྐྱོང་སྤེན་པ་ཚེ་རིང་གཏམ་བཟང་རེད་གཏམ་བཟང་རང་རེད་འདུག་ད་འབུམ་གཅིག་གཅིག་དེ་གཏོང་ན་ལྔ་བཅུ་ལས་སྤྲད་ཐུབ་ཀྱི་མི་འདུག་ད་གཏམ་བཟང་རེད་འདུག་ད་ད་ཐ་ན་ཚོགས་པ་ཚང་མ་སྒོ་ཚང་མ་ཀླད་ཤག་འོག་ལ།

ད་མ་འོངས་པ་སྲིད་སྐྱོང་གི་བྱ་དགའ་དེ་གི། ཨ་མིང་དེ་ཡ། གནས་ཡོ་མི་ནག་ཅིག་གང་ལོག་ལ་བསྒྱུར་དགོས་ཀྱི་འདུག་ག་རེ་བྱེད་དགོས་ཀྱི་འདུག་དེ་སྤྱི་འཐུས་གྲོས་ཆོད་ནང། གྲོས་ཆོད་ཀྱི་བཀའ་འཁྲོལ་ཡོད་པའི་ཐོག་ནས་བསྒྱུར་བ་གཏང་གི་ཡིན་གསུངས་སོང། ཁྱེད་རང་བདག་དབང་རེད་ཁྱེད་རང་ག་རེ་བྱེད་པ་ཡིན་ན་བདག་དབང་རེད། ཡིན་ན་ད་ལྟའི་ཁ་གི་ག་རེ་བཤད་བཤད་པ་དེ་ནང་ལོག་ལ། བརྟན་པོ་གནས་དགོས་ཀྱི་ཡོ་རྟགས་སྐྱེས་པ་ཕོ་ཡིན་ན་བརྟན་པོ་གནས་དགོས་ཀྱི་ཡོ་རྟགས། ངས་བརྟན་པོ་གནས་དགོས་ཀྱི་ཡོ་རེད་ལ་ཡ་དེའི་རྒྱུ་མཚན་ཡོ་རེད་བ། ཁྱེད་རང་གི་ཁ་གི་སྐད་ཆ་གཅིག་བཤད། ཀླད་པ་དང་སེམས་པ་ནང་རོ་ལ་སྐད་ཆ་ཞན་པ་ཅིག་ཡོད་རེད། ཁྱེད་རང་ཆབ་སྲིད་པ་ཅིག་རེད་བ། ཆབ་སྲིད་སྡུག་ག་ཅིག་བྱེད་མཁན་ཅིག་རེད་བ། དེ་ཡིན་དུ་བརྩམས་པ་འདི་གིས་ངས་ཁྱེད་རང་ཏན་ཏན་གནས་སྒུག་དགོས་རེད་ཅེས་འདྲི་ཞུས་བསྡད་ཀྱི་ཡོད། ཨ་འདྲེ་ཁ་ར་ཡིས་རྣམ་པ་ཚོ་ཚང་མ་བློ་ལ། ད་ང་ཚོ། ད་རིང་གི་དུས་ཚོད་འདིའི་ནང་རོ་ལ་དབུ་དགའ་ཚང་སྐལ་བཟང་རྡོ་རྗེ་འདྲ་བོ་ཅིག་གིས་སྲིད་སྐྱོང་ཁྱེར་ནས་སླེབས་བ་ཡིན་ན། ཏན་ཏན་ཁོ་རང་དབུ་དགའ་ཚང་སྐལ་བཟང་རྡོ་རྗེ་གིས་གཏམ་བཟང་དངོས་གནས་དྲངས་ནས་རྒྱ་རྒྱ་རྒྱ་ཐམ་པ་གཏམ་བཟང་བཤད་ཀྱི་རེད་ངས་གདིང་སྤོས་ཡོད་ཡིད་ཆེས་ཡོད། འབུམ་བརྒྱ་དང་འབུམ་རེ་རེ་དང་ཤེད་མོག་གོ་རེད། སྲིད་སྐྱོང་གི་གྲོས་ཆོད་བཞག་པ་དང་སྲིད་སྐྱོང་གི། ཁག་གིས་གསུང་བ་ནང་བཞིན་གྱི་དབུ་དཀར་ཚང་སྐལ་བཟང་རྡོ་རྗེ་གིས་ག་བ་ནི་ཡིན་ན་ཐབས་ཤེས་བཏང་ནས་ཁྱི་ཡོང་གི་རེད། ད་རིང་འདིའི་ནང་ལོག་ལ། ག་བ་ནི་ཡིན་ན་སྤུ་གུ་ཚོགས་ལ་གང་དག་འབུམ་བརྒྱ་འབུམ་རེ་རེ་རག་བ་བྱེད་ཀྱི་རེད། སོང་ཙང་ད་ལེན་དུས་ཚོད་འདིའི་ནང་ལོག་རྣམ་པ་ཚོ་འབྱོར་བ་ཏན་ཏན་སྐྱེ་གི་ཡོད་ཀྱི་རེད་དྲན་གྱི་འདུག་ར་ང་ཡིན་ན། བྷང་གོག་དང་ད་མོ་དི་གི་ལ་གི་འདུག་ཨ། མེ་ར་ཆ་ཏི་ཆ་ཏིས་ཨིན་ཀ་ཡེར་ལ་ནི། ངེད་ཀྱི་བག་འགོ་དེ་ནི་དབྱིན་ཇི་སུམ་ཅུ་སོ་དྲུག་ཡོད་ལགས་ཀྱི་འདུག་དེ་རིང་ངའི་བག་འགོ་དེ་སུམ་ཅུ་སོ་དྲུག་ཆགས་བསྡད་འདུག་ངེད་ཀྱི་རྒྱབ་སྐྱོར་བྱེད་ས། བོད་མི་མང་བརྒྱ་ཆ་བཞི་བཅུ་ཞེ་ལྔ་ལྷག་ཅིག་གི་རྒྱབ་སྐྱོར་བྱེད་ས་ཀྱི་སྲིད་སྐྱོང་འོས་མི་དབུ་དགའ་ཚང་སྐལ་བཟང་རྡོ་རྗེ་ནོར་མི་འདུག་ད་ང་ཚོ་ང་ཚོ་གི་རྒྱབ་སྐྱོར་བྱེད་ས་དེ་ནོར་མི་འདུག་ད། ང་ཚོ་གི་འོས་མ་ལུས་ས་འོས་མ་ལུས་ནི་བསྡད་ས་དེ་ནོར་མི་འདུག་ད་དེ་ངས་ཚིག་ཐ་ཐོར་བོ་ག་ནས་ཞུ་ཡ་ཡིན། ཚེ་རིང་ཏི་བེད་དབང་ཅུ། ཧི་ཧི་ཧི fifty inch fifty inch བྱས་ན་འགྲིག་གོ་ད་དེ་རིང་དངོས་གནས་དཔེ་དགའ་བོ་ཡོད་དངོས་གནས་དགའ་བོ་ཡོད་རེད་བ། སྲིད་སྐྱོང་དབུ་དཀར་ཚང་སྐལ་བཟང་རྡོ་རྗེ་གིས་གཏམ་བཤད་གང་ལོག་ལ་ཁོ་རང་འདྲ་བོ་སྲིད་སྐྱོང་ཁེལ་པ་ཡིན་ན་སྔོན་འག་སྔོན་འགོད་ཀྱི་ཁབ་འདི་རིས་མེད་སྒང་ལ་རྒྱབ་རྒྱུ་ཡིན། གཞིས་ཆགས་ཁག་ནང་ལོག་ལ་གློག་འདི་རིས་མེད་སྒང་ལོག་ལ་མ་བཏང་ཐུ་ཡ་བྱེད་ཀྱི་ཡིན། མང་པོ་ཅིག་གསུང་ཡོད་རེད། ད་ལྟ་རྒྱུ་རེད་ནང་པ་ཚོ་གི་མིག་བཙུམ་ནི་བླུག་རེད་བ། མིག་བཙུམ་ནི་བླུག་འཇོག་གི། མིང་ཁོ་ན་བཅོས་མིང་འདུག་རེད་མི་འདུག་རེད་ད་མི་འདུག་རྒྱང་རྒྱང་རེད། ཨ་ནི་མི་འདུག་གི་ག་རེ་སྤྲད་ཡོད་རེད་ག་རེ་རོགས་བ་རྒྱག་ཡོད་རེད་རེད་བ། གསུང་བ་གལ་ཆེ་ཤོས་དེ་གི་ང་ཚོ་གི་སྤྲད་གི་འདུག་དང་སྤྲད་གི་མི་འདུག་འདི་སྐད་བཤད་གི་མེད་ད་རེད་བ། ཡིན་ནའི་རེད་བ། གཞུང་འདི། སྤྱི་ཚོགས་ཡར་རྒྱས་འགྲོ་དང་མ་འགྲོ་ཟེར་གི་འདི། གཞུང་ཧྲ་ཐག་ཐག་ཡོད་དང་མ་དོད། གཞུང་མཐུག་པོ་ཡོད་དམ་མི་ཡོད། འདི་གང་ལ་རག་ལས་ཀྱི། གཞུང་མཐུག་པོ་དང། ད་ང་འདྲ་རྒྱ་ཁག་དང་ཕྱི་རྒྱལ་ཁག་དེ་ཚོ་བསྡུར་བསྡད་པ་ཡིན་ན་ཕྱི་རྒྱལ་ཁག་དེ་ཚོ་ཞི་བོ་འདུག། རྒྱ་ཁག་དེ་ཚོ་མི་འབོ་ཆེན་པོ་རེད་ད། ཕྱི་རྒྱལ་ནང་བཞིན་ཡོང་གི་མི་འདུག་ག་གར་ཕྱིན་ཡོང་གི་ཡོད་མ་རེད། དགོངས་པ་བཞེས་དགོས་པ་རེད། དེ་དེ་དཔེ་བཞག་ནི། ཐུབ་བསྟན་བསྟན་དར་ལ། ཐུབ་ཆེན་ན། འོ་དེ་ལ་དགོངས་པ་བཞེས་རྗེས་ཨ་ནི་རྣམ་པ་ཚོགས་ཀྱིས། ག་དུས་ཡིན་ན་རེ་བ་མ་འོངས་པ་ལ་ཡིན་ན་ཕྱག་ལས་ག་རེ་འདྲ་བོ་གནང་གི་ཡོད་ནའི། འདི་འདྲའི་ནང་ལོགས་ལ་དགོངས་པ་བཞེས་དགོས་རེད་བསམ་ས་རུ་དྲན་གི་ཡོད་རེད། འོ་དེ་ཡིན། ད་ལྟའི་གི་དུས་ཚོད་འདིའི་ནང་ལོགས་ལ། ང་རང་ཚོ་གི་སྙེ་མ་སྡེ་བའི། བཀའ་བློན་ཁྲི་པ་ཚོ་གི། སྐབས་གཅིག་ནང་ལ་དེ་ག་རང་གནང་ས་རུ། ཕྱིས་ཀྱི་རོགས་དངུལ་དང་ཕྱིས་ནི་རོགས་དངུལ་རྩ་ཡ་ལ་འབད་བརྩོན་ཤུགས་ཆེན་པོ་མ་གནང་བ་བྱས། ཨ་ནི་ནང་ཁུངས་ནང་ལ། སྤྱོད་འཚོལ་སྒྲིག་འཛུགས་ནང་ཁོ་རང་གིས་དངུལ་འདི་ཚོ་བསྲི་ཚགས་བྱས་ཡ་གི། འདི་འདྲས་ཀྱི་འབད་བརྩོན་ཅིག་ཆབ་སྲིད་འདྲ་བོ་འདི་འདྲས་ཤིག་གྲོངས་སོང་ད་ཡིན་ཅུ། ཅོ། མི་འདུག་ལ་གས་འདི་འདྲ་བོ་ཡིན་མདོག་མདོག་ཡིན་ས་རེད་རེད་ཡ། ད་ག་རེ་ཡིན་ན་མེད་ན་རེད་བ། ཁོ་རང་གི་བོད་དྲ་ནང་ལོགས་ལ་གཅིག་བསྒྲིལ། ཕྱི་གསལ་ནང་གསལ་ཟེར་མཁན་དེ་འདྲ་མང་པོ་ཅིག་བཀོད་ཡོད་རེད་ཁོ་རང་གི་དེབ་ནང་ལོགས་ལ། གཅིག་བསྒྲིལ་དགོས་ཡ་ལ། མཐུན་སྒྲིལ་དགོས་ཡ་གལ་ཆེན་པོ་རེད། གཅིག་བསྒྲིལ་བཟོ་ཡ་ལ་བསམ་ཤེས་བྱེད་ཡ་དང་མཐུན་སྒྲིལ་བྱེད་ཡ་དེ་གལ་ཆེན་པོ་རེད། གཅིག་བསྒྲིལ་དགོས་ཡ་ལ་ཕྱི་གསལ་ནང་གསལ་དེ་དགོས་ཡ་དེ་གལ་ཆེན་པོ་རེད། ཁོ་རང་སླད་ནི། མཐུན་སྒྲིལ་བྱེད་ཡ། གཅིག་སྒྲིལ་བྱེད་ཡ་ཕག་ཞྭ་ནི་མཐུན་སྒྲིལ་ཁོ་རང་གནང་གི་མི་འདུག་ཨ། མཐུན་སྒྲིལ་གནང་ཡ་ཕག་ཞྭ་ནི་མི་གཅིག་གི་ལས་ཀ་བྱེད་ཤ་ཅོ་དེ་སུབ་ཡ་གི་འབད་བརྩོན་བྱེད་ནི་འགྲོ་བསྡད་པ་ཡིན་ན། གཅིག་སྒྲིལ་ནུམ་ཡང་ཆགས་གི་མ་རེད་ཁོ་རང་ལོ་ལྔ། བཞི། གསུམ་ག་བྱེད་བསྡད་པ་ཡིན་ན། བོད་མི་གཅིག་སྒྲིལ་བྱ་ཡ་དེ། གཞིས་ཆགས་ཁོ་རང་ཡོད་མ་རེད་ཐབས་ལམ་ཁོ་རང་ཡོད་མ་རེད་ངས་ནི་ཐབས་ལམ་མཐོང་གི་མི་འདུག་རེད་བ། གཅིག་སྒྲིལ་དགོས་གི་ཡོད་ན་མཐུན་སྒྲིལ་དགོས་གི་ཡོད་རེད། མཐུན་སྒྲིལ་བྱེད་ཡ་དེ་ནང་ལོ་ཟུག་པ་གི།

དང་ན་མིན་དུ་ལགས་ཀྱིས་བློ་བཟང་སེང་གེ་ལགས་ཀྱི་འཆར་གཞི་དང་བྱེད་ཕྱོགས་དེ་ཚོ་ཚང་མ་བསུབ་ཡག་གི་འབད་བརྩོན་བྱེད་ཀྱི་འདུག་ཨ། དེ་འདྲའི་བྱས་པ་ཡིན་ན་གཅིག་སྒྲིལ་ག་བ་ནས་ཆགས་ཀྱི་རེད། ཁོ་རང་མཐུན་སྒྲིལ་ཁོ་རང་མིན་འདུག་ཨ། ཁོ་རང་སེམས་པ་ན་ལོར་མཐུན་སྒྲིལ་མིན་འདུག་ཨ་ཁོ་རང་བསྡད་ན་ལོར་ལ། ད་རེས་མིག་བཙུམ་ནས་འོས་ཤོག་བླུག་ངེས་དང། མིག་བཙུམ་ནས་འོས་ཤོག་བླུག་ངེས་དང་ཨ་ནི་ཁོ་རང། མིག་བཅུག་ནས་འོས་ཤོག་བླུག་ནས་སླེ་ངེས་དེ་ཚོ། དགྲ་ཤ་ལེན་ག་བྱེད་དུ་སླེ་རྒྱུ་རེད་འདུག་མ་གཏོགས། སྤྱི་མཚུངས་བོད་མིའི་སྒྲིག་འཛུགས་ལ་ཞབས་ཕྱི་ཞུ་ག་དང། བོད་རྩ་དོན་ལ་ཡང་ཞབས་ཕྱི་ཞུ་ག་སླད་རྒྱུ་དེ་འདྲ་རེད་མི་འདུག་ཅི་ཆིག་ཐག་ཐོག་པོ་ག་ནས་བཤད། སྟག་ར་ཡིན། ལ་སོ་ཨ་ནི་ཉིག་བརྒྱ་བརྒྱ་ཆ་བདུན་གྱི་གཟི་ངས་ཕས་ཤ་ནག་པོ་ཚོ་ཚང་མ་ལོ་ཐོ་ཅི་ཆེ། བཀའ་དྲིན་ཆེ་ལག་པ་ཐལ་མོ་གཉིས་རྒྱག་ཅིག་བཀའ་དྲིན་ཆེ་ཞུ་གི་ཡིན། ད་ལྟའི་གི་གནས་ཚུལ་འདི་རྣམ་པ་ཚོ་ད་རིང། སྤྱི་ཚོགས་དྲ་ལ་གནང་ལོ་ལ་ཨ་ནི། གཅིག་གིས་སྤུ་གུ་ཚོ་ལ་སློབ་ཡོན་སྤྲད་ཐུབ་ཀྱི་འདུག་དང་མི་འདུག་གི་སྐད་ཆ་དེའི་རྣམ་པ་ཚོ་གོ་ཡོང་འདུག་བརྩམས་པ་ཧང་སང་སང་ར་བ་བྱེད་ཀྱི་འདུག་ཨ་མི་ཉིས་བརྒྱ་བརྒྱ་ཆ་གཅིག་འདུག་ཧང་སང་སང་བྱེད་ཀྱི་འདུག་ཨ། འདི་འདི་གི། རྣམ་ཤེས་དང་མཁྱེན་པ་ངེད་ཀྱི་ཁྲེ་གདོང་སྙེ་མ། ད་རིང་ནས། བདུན་ཕྲག་གཉིས་ཀྱི་སྔས་ལ་ངས་བཤད་ཚར་རེད། མ་འོངས་པ་ལ་ཁྱོད་རང་གིས་བློ་བཟང་སེང་གེ་ལགས་ཀྱིས་ཕྱག་ལས་ག་རེ་གནང་བཞག་རྒྱུ་ཡིན་ན་དེ་ལ་གསར་གཏོད་བྱེད་མ་ཐུབ་ན་འདི་བསུབ་མ་བསུབ་རོགས་བྱེད་ཅེས་སྔས་མ་ནས་ངས་མངོན་ཤེས་མངོན་ཤེས་མཁན་པ་བཤད་ཚར་རེད་སོང་ཙང། ད་ལྟའི་མ་འོངས་པ་གི་མངོན་ཤེས་མཁན་པ་དེ་འདྲའི་ཕྱིས་ཁ་ཤས་ཤིག་བཤད་ཡོད། ད་ལྟ་གཞི་ནས་ལེའུ་དང་པོ་རེད། ད་ལྟ་ལེའུ་གཉིས་པའི་གསུམ་པ་བཞི་པ་ལྔ་པ་གླེགས་ཀྱི་རེད་ཅོ་མིང་འདོན་གྱི་ལེའུ་གཉིས་པ་གསུམ་པ་རྣམ་པ་ཚོ་ཟེར་གྱི་ཕེད་ད། ད་རང་ཡིན་ན་ཚང་མ་ལ་ཐུགས་ཆེ་བཀའ་དྲིན་ཆེ། སྐུ་གཟུགས་ལ་ཡང་ཐུགས་ཅག་གནང་རོགས་བྱེད། ང་འདྲ་བོ་བྱེད་ཡིན་ན། ཨོ་ད། ཁ་སིང་མི་གཅིག་གིས་ལབ་གི་འདུག། མི་འདི་ཁ་རྒྱག་པ་བཞིའུ་བཤད་ཀྱི་འདུག་མི་འདི་གི་མང་པོ་བཤད་ཀྱི་འདུག་འདི་ལ། དཔྱད་ཞིབ་བྱེད་དགོས་ཀྱི་འདུག། ཅོ་མི་འདུག་ཁོ་རང་ང་ལ་དཔྱད་ཞིབ་བྱེད་ཁ་སླེབས་པ་ཡིན་ན་ཏན་ཏན་ཁོ་རང་ལན་འདེབས་བྱེད་ཀྱི་ག་རེ་ཡིན་ན་ཁོ་རང་ལ་ཁ་གཏད་བཅག་གི་ཡིན། ཡིན་པ་འདི་ཡིན་པ་རེད་མེན་པ་འདི་མེན་པ་རེད་ལོ། ང་ནོར་འདུག་ན་ནོར་འདུག་གོང་དང་ཐུགས་གཏད་ཞུ་ཡ་ཡིན་ཉེས་པ་ག་རེ་བཏང་ཡོད་ན་ཁྱི་ཡ་ཡིན། ནོར་བ་མེད་པ་དེ་རྣམས་རོ་ལ། མི་གསུམ་པ་བཞི་པ། ནང་སྲིད་ཀྱི་དྲུང་ཆེ་འདྲ་པོ་དང་དཔལ་འབྱོར་གྱི་དྲུང་ཆེ་འདྲ་པོ་དང། ས་གནས་ས་ཐོག་གི་དོན་ཆེ་འདྲ་པོ་བཏང་ཚེ་ང་རྩིས་ཞིབ་བྱེད་ཀྱི་ལབ་པ་ཡིན་ན། ངས་འབུ་གཅིག་རྩིས་ཀྱི་མ་རེད་འབུ་གཅིག། ཨེ་འབྲས་གཅིག་གིས་རྩིས་ཀྱི་མ་རེད། ངེད་ཀྱི་དགག་པ་དེ་ཐད་ཀར་བཅོ་མིང་དུ་ལ་དགག་པ་བརྒྱ་ཡོད་འདུག་བསམ་པ། ཐད་ཀར་བཅོ་མིང་དུ་རང་གི།

ཨ་ནི་བཞེས་ཀྱི་འདུག་སྐྲག་གི་འདུག་ཟེར་ནས་ཕྱི་དྲན་རྒྱག་དགོས་རྒྱུ་མཚན་ཁོ་རང་མེད་ཤི་ཅིག་ཅིག་རེད་སྐད་ཅིག་ཅིག་དང་ཤི་ཅིག་ཅིག་བྱས། ཁྱོད་རང་གིས་ཞུ་ནའི་ང་ཤི་ཡ་རེད་ཁྱོད་རང་གིས་མ་ཞུ་ནའི་ང་ཤི་ཡ་རེད་ངས་ལས་ལ་ཤི་ཡ་གི་ཀ་བ་བསྐོལ་ཡ་ན། ཁྱོད་ལག་པ་ནི་ངས་ང་ཤི་ཡ་གི་ཀ་བ་འདྲ་བོ་མེད་པ་ནི་ཁྱོད་ང་སྒང་ལ་མི་ཤུགས་ཕུ་མདའ་མི་ཟར་གཏོར་བཞག་ན་ང་ཤི་གི་མ་རེད་ཏིང་ངེ་ཁ་བཏུད་ཡིན། གཉིས་པ། ཁབ་ཏུ་སླེ་ཚེ་གདོང་པ་གང་རོག་ལ་མོར་ཅོག་ཅིག་ཟུལ་བ་ཡིན་ན་ང་དེ་ལམ་གྱིས་མ་ས་མ་རེད་ང་ཁྱོད་རང་ཚོ་སུ་ཡིན་ན། རྒྱབ་ལོག་ནས་སླེ་ཚེ་སེམས་ཏོག་ཅིག་རྒྱག་པ་ཡིན་ན་ཏན་ཏན་ཁོ་རང་ང་ན་ཚ་བཏང་ས་རེད། ཨ། དེ་གཉིས་པ་ཡིན་གསུམ་པ་དེའི་ནང་ལོག་ལ། རྒྱབ་རྟེན་གཅིག་གང་ལོག་ལ་ཁྱོད་རང་ང་རིག་ཐུབ་པ་ཡིན་ན་ཁྱོད་རང་ཁེབ་བསང་ཡི་སྐྱེས་པ་ཕོ་ཡིན་འཇོན་པ་ཡིན། རིག་མ་ཐུབ་པ་ཡིན་ན། མཉམ་འདོག་ལ་ཁྱོད་རང་ཡི་ངའི་ཁྲིག་གི་ཡིན་ད། གང་ལྟར་ཁྱོད་ར་བསད་མ་ཐུབ་ན་ཁྱོད་ར་ཕྱེད་ཀ་ཕྱེད་མེད་བཟོས་ནི་ངའི་སྒྲོག་རེད། འདི་ངའི་དམ་བཅའ་ཡིན་ད། དམ་བཅའ་ཡིན་ཁ་རྒྱག་པ་མེད་ད་གདོང་བཏུང་ནི་བཤད་ཀྱི་ཡོད་ད་མཛུ་གུ་བཅག་ནི་བཤད་ཀྱི་ཡོད་སུ་འདྲ་བོ་བྱེད་ན་ཁྱོད་རང་ཚོ་ལ་རེ་བ། གང་ལྟར་དེ་རིང་གི་དུས་ཚོད་འདིའི་ནང་ལོགས་ལ། གཞིས་ལུས་སྤུན་ཟླ་ཚོ་གི་སྐུ་ཚབ་བྱས་རྗེས། གཅན་ཚོད་བོད་མི་སྒྲིག་འཛུགས་ཀྱི་སྤྱི་ཚོགས་ནང་ལོགས་ལ་གཅན་ཚོད་བོད་མི་གནས་ཡོག་གི་མི་སྣ་ཚོ་གི་ག་རེ་ག་རེ་གནང་གི་འདུག་བསམ་བརྡར་ག་རེ་ག་རེ་བཏང་གི་འདུག་དེ་ཚོ་གོ་རྟོགས་སྤེལ་ཡ་དེ་ངའི་ལས་འགན་ཡིན་བསམ་བསམ་བྱས་བྱས་ངས་གོ་རྟོགས་སྤེལ་བསྡད་ཀྱི་ཡོད་མ་གཏོགས། སྤྱི་ཚོགས་དཀྲུགས་ཁ་དོན་མེད་ད་ཞུ་ཡ་ཡིན། ད་ག་རང་ཡིན་ཚང་མ་ལོ་ཐོ་ཆད་ན། ཨང་ཚང་མ་ཀུ་ཤུ་གདུལ་བྱ་གནང་རོགས་གནང། རྣམ་པ་ཚོ་ཚང་མ་ལོ་གི་དུས་རྟག་ཏུ་ངས་འཕྲལ་གཏོང་བཟས་རྗེས་ཡ་ནི་འཕྲལ་གཏོང་ཉན་རྗེས་རྒྱབ་སྐྱོར་གནང་བསྡད་ཀྱི་འདུག་དེ་ལ་ཡ་སྙིང་ལྷག་པ་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ་ཡ་ཡིན། ཨ་ནི། ད་དྲིས་ནས་སུ་ནི་རྣམ་པ་རྫོགས་ཀྱི། ཟུར་པ་དང་དཔེ་མཇལ་དང་འདི་འདྲ་ལ་གོ་མར་བཅོ་མིང་བསྡུ་ལ་གཞུང་གསུང་བཞག་པ་ཡིན་ན་འདི་རྟག་པར་བདེ་གི་རེད་བསམ་གྱི་འདུག་རེ་བ་ཁོ་རང་རྟེན་འབྲེལ་དང་ཁྱད་མེད་ཁོ་རང་གི་མིང་འདི་ཁོ་རང་གི་བཟོས་རེད། ངས་སྤྲད་རྒྱོག་མ་བཏང། ཁོ་རང་ལ་མིང་འདི་ཁོ་རང་གི་བཟོས་རྒྱོག་རེད། བཅོ་མིང་བསྡུ་ལ། ཐོ་ཆད་ན་བཅོ་མིང་བསྡུ་ལ། ཨ་ནི། བཅོ་མིང་བསྡུ་ལ་ཟིན་རྒྱག་གནང་གོ། བ་བ། ཚེ་རིང། བོད་རྒྱ་ལོ། བོད་རྒྱ་ལོ། བོད་རྒྱ་ལོ།